བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་གཉིས་རབ་གནས་ཤིང་ལུགས་བོད་ཟླ་དང་པོའི་ཚེས་བཅུ་དང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བརྒྱད་རེས་སུ་སྤེན་པ་རེད། ཨེ་ཤ་རང་དབང་རླུང་འཕྲིན་ཁང་ནས་བརྙན་འཕྲིན་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་རིན་ཐང་དུ་མའི་འཚམས་འདྲི་ཞུ། ཉིས་སྟོང་བཅུ་གཅིག་ལོར་བོད་དོན་དང་འབྲེལ་བའི་སྦྱར་ཡིག་བཀྲམས་པའི་ཉེས་མིང་འོག་རྒྱ་ནག་གཞུང་གིས་བཙོན་འཇུག་བྱས་པའི་ཚེ་རིང་སྐྱིད་པོ་ལགས་གློད་གྲོལ་ཐོབ་འདུག་བོད་གཞིས་ཀ་རྩེ་སྐྱིད་གྲོང་ཁུལ་གངས་རུད་འོག་མིན་གཉིས་སྐྱེལ་ལམ་དུ་ཕྱིན་པ་དང་མདོ་སྨད་གཏེར་ལམ་རྫོང་དུ་གངས་ཆེན་པོ་བབས་ནས་གུ་ཆུག་སེམས་ཅན་མང་པོ་འཆི་སྐྱོན་བྱུང་ཡོད་པ་སོགས་གསར་འགྱུར་ཁག་རིམ་བཞིན་སྤྱན་འབུལ་ཞུ་གི་ཡིན། ཚེ་རིང་སྐྱིད་པོ་ལགས་བཙོན་གྲོལ་ཐོབ་པར་ས་གནས་ཡུལ་མི་ཚོས་དགའ་བསུ་ཆེན་པོ་གནང་འདུག་ཉིས་སྟོང་བཅུ་གཅིག་ལོའི་ཕྱི་ཟླ་གསུམ་པའི་ཚེས་དྲུག་ཉིན་ཁམས་སྡེ་དགེ་རྫ་ཁོག་ཏུ་ཚེ་རིང་སྐྱིད་པོ་ལགས་དང་བློ་བཟང་ཐུབ་བསྟན་ལགས་བྱམས་པ་དངོས་གྲུབ་ལགས་བཅས་བོད་པ་གསུམ་གྱིས་བོད་ལ་རང་དབང་དགོས་པ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་ལ་གདན་འདྲེན་ཞུ་དགོས་ཞེས་རང་ཉིད་ཀྱི་མིང་དངོས་སུ་བྲིས་ཏེ་སྦྱར་ཡིག་བཀྲམ་གནང་པར་བརྟེན་རྒྱ་ནག་གི་དོན་ཉེན་རྡོག་ཚན་པས་དེ་མ་ཐག་ཁོང་གསུམ་འཛིན་བཟུང་བྱ་རྩིས་བྱས་ཀང་སྐབས་དེར་འཇུ་བཟུང་ཐུབ་མེད་པ་རེད། རྗེས་སུ་ཉིས་སྟོང་བཅུ་གཉིས་ལོར་ཚེ་རིང་སྐྱིད་པོ་ལགས་དབྱར་རྩ་དགུན་འབུ་ལྐོག་ཟ་ཞིག་ནས་ཉེན་རྟོག་པས་འཛིན་བཟུང་བྱས་པའི་རྗེས་ལོ་བཞི་བཙོན་འཇུག་ཁྲིམས་ཐག་བཅད་ནས་ད་བར་བཙོན་འཇུག་བྱས་ཏེ་ད་རེས་ལོ་གཅིག་སྔ་སྣུར་གྱི་ཕྱི་ཚེས་ཉི་ཤུ་གསུམ་ཉིན་བོད་ཀྱི་ལོ་སར་ཚེས་ལྔ་ཉིན་མོ་ཁོང་གློད་གྲོལ་བྱུང་ནས་ཕྱིར་རང་ཁྱིམ་དུ་འབྱོར་ན་བཞག། ས་གནས་བུད་མེད་ཅིག་གིས་གསུངས་ན་ཁོང་བཙོན་འཇུག་བྱས་པའི་རིང་བཙོན་ཁང་དུ་ལས་ཀའི་སྐར་མ་མཐོ་ཙམ་བླངས་པས་ཁོང་དུས་བཀག་བཙོན་དུས་སྔ་བསྣུར་བྱས་པའི་བཤད་ཚུལ་ཙམ་ལས་ཞིབ་ཕྲའི་གནས་ཚུལ་གསལ་པོ་མེད་པ་དང། ཁོང་ནང་ཚོའི་ཁྲོད་ཀྱི་བློ་བཟང་ཐུབ་བསྟན་ལགས་ཉིས་སྟོང་བཅོ་གསུམ་ལོར་རྒྱ་གར་དུ་སྐྱབས་བཅོལ་ལ་འབྱོར་གནང་ཡོད་ཀྱང་བྱམས་པ་དངོས་གྲུབ་ལགས་གར་སོང་ཆ་མེད་དུ་གྱུར་ཏེ་ད་དུང་ཡང་གནས་ཚུལ་གང་ཡང་ཤེས་རྟོགས་མ་ཐུབ་པར་གནས་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ནང་བཙོན་ཁང་སོགས་སུ་བོད་མིར་སྡུག་སྦྱོང་མནར་གཅོད་བཏང་དང་གཏོང་བཞིན་པའི་དཔང་རྟགས་ར་སྤྲོད་ཀྱི་གནས་ཚུལ་གསར་པ་མང་པོ་ཞིག་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་དྲ་རྒྱའི་ཐོག་གསལ་སྟོན་གནང་འདུག་ད་རིང་བསྟན་འཛིན་ནོར་བུ་ལགས་ཀྱིས་གནས་ཚུལ་ཞིབ་ཕྲ་སྙན་སྒྲོན་ཞུས་གནང་གི་རེད། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་དྲ་རྒྱའི་ཐོག་ལ་བོད་ནང་རྒྱ་ནག་གཞུང་གིས་བཙོན་ཁང་སོགས་ནང་ལ་བོད་མིར་གང་བྱུང་སྡུག་སྦྱོང་མནར་གཅོད་བཏང་དང་གཏོང་བཞིན་པའི་དཔང་རྟགས་ཀྱི་གནས་ཚུལ་གསར་པ་མང་པོ་ཞིག་གསལ་སྟོན་གནང་ཡོད་པ་དང་དེ་བཞིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གཙོ་འཛིན Matthew McCasey། ཀྱིས་གསུངས་དོན། འདས་པའི་སྤྱི་ལོ་ཉིས་སྟོང་བརྒྱད་ནས་སྤྱི་ལོ་ཉིས་སྟོང་བཅུ་བཞིའི་བར་རྒྱ་ནག་གཞུང་གིས་བོད་མི་ཆབ་སྲིད་བཙོན་པ་བཅུ་བཞི་ཉེས་རྡུང་མནར་གཅོད་འོག་ཚེ་སྲོག་ཤོར་ཡོད་པའི་གནས་ཚུལ་དང་ད་དུང་དེ་དག་ཐེ་བའི་བོད་མི་ཉི་ཤུ་རྩ་དགུ་ཙམ་ལའང་མནར་གཅོད་ཀྱི་ཉེས་རྡུང་ཕྱོགས་འདྲ་བ་ཕོག་ཡོད་ཀྱང་དེ་ཚོའི་གནས་ཚུལ་དྲང་པོ་མེད་པའི་བསྲེ་ལྷད་ཡོད་པ་གསོན་པོར་གནས་པའི་མི་དྲག་སྤྱོད་ལྔ་ཡོད་པ་དེ་ཚོའང་བཙོན་ཁང་ནང་ལ་གཅར་རྡུང་སོགས་ཀྱི་འོག་དཀའ་ངལ་མུ་མཐུད་འཕྲད་བཞིན་ཡོད་པ་སོགས་བོད་ནང་རྒྱ་ནག་གཞུང་གིས་འཛིན་པའི་སྲིད་བྱུས་འདི་ཁྲིམས་ལུགས་དང་མི་མཐུན་པའི་སྲིད་བྱུས་ཤིག་ལག་བསྟར་བྱེད་ཀྱི་ཡོད་པར་སྐྱོན་འཛུགས་དང་འབྲེལ་གནས་ཚུལ་དེ་ཚོ་རྒྱལ་སྤྱིའི་ཉེས་ཡངས་ཚོགས་པར་སྙན་གསེང་ཞུ་རྒྱུ་ཡིན་ལུགས་གསུངས་ཡོད་པ་རེད། བོད་གཞིས་ཀ་རྩེ་གྲོང་ཁྱེར་སྐྱེ་གྲོང་རྫོང་རྡ་དཀར་དགོན་པའི་ཉེ་འགྲམ་དུ་ཕྱི་ཚེས་ཉི་ཤུ་བཞི་ཉིན་གངས་རུད་བྱུང་ནས་སྐྱེ་གྲོང་ནས་ར་སུ་ཝལ་གྱི་གཞུང་ལམ་ཐོག་འགྲུལ་བསྐྱོད་བྱེད་བཞིན་པའི་འགྲུལ་འཁོར་བཞི་གངས་རུད་འོག་ཚུད་ཡོད་པ་དང་འགྲུལ་བཞུད་བྱེད་མཁན་མི་གྲངས་བཅུ་བདུན་ཡོད་པའི་གྲས་ནས་མི་གཉིས་རྐྱེན་འདས་སུ་ཕྱིན་འདུག་རྩ་བའི་ཆར་ད་ལྟའི་དགུན་ཁའི་ནམ་དུས་སྐབས་སུ་བོད་ཀྱི་ས་གནས་མང་པོའི་ནང་གངས་བབས་བཞིན་ཡོད་པ་དང་འདི་ག་རླུང་འཕྲིན་ཁང་དུ་བོས་ནས་གནས་ཚུལ་འབྱོར་ཡག་ལ། མཚོ་སྔོན་ཞིང་ཆེན་ཁོངས་ཀྱི་མཚོ་ནུབ་ཁུལ་མདོ་སྨད་གཏེར་ལམ་རྫོང་དུ་ཟླ་བ་འདིའི་ཚེས་ཉི་ཤུ་གསུམ་ནས་ཚེས་ཉི་ཤུ་ལྔ་བར་དུས་ཡུན་ཉི་མ་གསུམ་རིང་བསྟུད་མར་གངས་མང་པོ་བབས་ནས་ཕྱུགས་ཟོག་མང་པོ་ཤི་ཡོད་པ་དང་གངས་སྐྱོན་ཚབས་ཆེ་ཤོས་ཕོག་ས་དེ་གཏེར་ལམ་རྫོང་གི་གུ་རུ་ཡུལ་ཚོ་དང་ཆུ་ཁུལ་ཡུལ་ཚོ་གཉིས་རེད་འདུག་གནས་ཚུལ་ཡོང་ཁུངས་ནས་གསུངས་ན་གཏེར་ལམ་རྫོང་ཡོང་ས་ཡོངས་ལ་ཆ་སྙོམས་བྱས་ན་གངས་ཐུབ་ཚད་སེ་འདི་མི་ཀྲར་བཅུ་ཙམ་ཡིན་པ་དང། དེ་བཞིན་དགུ་རུ་ཡུལ་ཚོའི་འབྲོག་ཁུལ་དུ་གངས་ཀྱི་ཐུབ་ཚད་སེན་ཏི་མི་ཀྲར་སུམ་ཅུ་ནས་བཞི་བཅུ་བར་ཡིན་དུས་ཕྱུགས་ཟོག་མང་པོ་གངས་འོག་ཏུ་ཤོར་ནས་སྐྱོབ་ཐུབ་མེད་པ་དང་ས་གནས་གཞུང་གིས་གཟན་རྩྭ་བསྐྱལ་ནས་ད་ལྟ་ཕྱུགས་ཟོག་མང་ཆེ་བ་ལྕགས་རའི་ནང་བཅུག་སྟེ་གཟན་རྩྭ་སྟེར་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག་ཡང་ས་ཆ་ཁ་ཤས་ལ་གཞུང་གི་རོགས་སྐྱོར་ད་དུང་ཡང་འབྱོར་མེད་པར་དཀའ་ངལ་འཕྲད་བཞིན་འདུག། བོད་རྔ་བ་འཛམ་ཐང་རྫོང་གི་བུད་མེད་ཚོས་དེ་སྔོན་ཕན་ཚུན་གསོད་རེས་མེ་ལྕེ་བ་དང་རྐུན་མ་མེ་བརྒྱབ་པ། རྒྱན་རྩེད་རིགས་མཚམས་འཇོག་བྱ་རྒྱུའི་ཁས་ལེན་དམ་བཅའ་བཞག་ནས་ད་ཆ་ལོ་གསུམ་འཁོར་བར་དྲན་གསོ་གནང་འདུག་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ལགས་སུ་བོད་ནས་འདྲ་པར་དང་གནས་ཚུལ་ངོ་སྤྲོད་བྱུང་བ་ཞིག་གཟིགས་རེས།
དེང་སྐབས་བོད་ནང་གི་རྒྱ་གཞུང་གི་དབྱེ་བའི་སི་ཁྲོན་ཞིང་ཆེན་རྔ་བ་ཁུལ་འཛམ་མཐོང་རྫོང་ཁོངས་ཀྱི་མཛོད་དཀའ་ལྷ་མོའི་དར་ཐང་གི་བོད་རིགས་རོང་འབྲོག་མང་ཚོགས་རྣམས་ཀྱིས་བོད་མི་རིགས་ནང་ཁུལ་ལ་ནང་མི་མི་བྱེད་པ་དང་ནང་རྐུན་མི་བྱེད་པ། རྒྱལ་འཇོག་ཅེས་རིགས་སོགས་སྤངས་ཏེ་མི་ལོ་གསུམ་འཁོར་བའི་དུས་སུ་རྗེས་དྲན་གྱི་ཚོགས་འདུ་བསྡུས་ཡོད་པའི་སྐོར་ལ། སྐབས་དེར་ཚོགས་ཐོག་ཏུ་ཡོད་པའི་བོད་ནང་གི་འབྲེལ་ཡོད་མི་སྣ་ཁག་ཅིག་གིས་འདི་ག་རླུང་འཕྲིན་ཁང་ལ་བརྙན་ཐུང་དང་འདྲ་པར་བཅས་མཁོ་སྤྲོད་དང་འབྲེལ་བརྗོད་རྒྱུར། ཁོང་གིས་ཕྱི་གོ་ས་ནི་འཛམ་ཐང་ན་རེད་འཛམ་ཐང་ཆོས་རྗེ་དགོན་པ་ཡོད་ཀ་ཆོས་རྗེ་དགོན་པ་ངེས་དེ་རིགས་ཁུར་བཏང་ནི་རེད་དོ་ཏི་ཆོས་རྗེ་དགོན་པ་ཁོང་གིས་བརྗོད་དོན་ནང་དུ་ཚོགས་འདུ་འདི་ནི་འདས་པའི་ཉིན་གྲངས་ཁ་ཤས་ཀྱི་སྔོན་ལ་གྲལ་བསྒྲིགས་བྱས་ཏེ་ཟླ་འདིའི་ཕྱི་ཚེས་ཉེར་ལྔ་ཉིན་ནས་བཟུང་ས་གནས་འདིའི་ཆོས་རྗེ་དགོན་པའི་མདུན་ཐང་དུ་དངོས་སུ་ཚོགས་འགོ་ཚུགས་ཡོད་པ་དང། ཚོགས་འདུའི་ནང་དོན་གཙོ་བོ་ནི་རང་མི་རིགས་ནང་ཁུལ་ལ་འཁྲིག་འཛིང་མི་བྱེད་པ་དང་ནང་རྐུན་མི་བྱེད་པ། རྒྱལ་འཇོག་ཤོར་རྒྱག་གི་རིགས་མི་བྱེད་པའི་དམ་བཅའ་བཞག་ནས་མི་ལོ་གསུམ་འཁོར་བར་ཆེད་དུ་ས་གནས་འདིའི་བོད་རིགས་རོང་འབྲོག་མང་ཚོགས་རྣམས་འཛོམས་ཏེ་གོང་བརྗོད་དབྱིབས་མཚོ་སོ་སོའི་སྐྱེ་བ་རྒན་གཞོན་དར་གསུམ་རྣམས་འདུ་འཛོམས་ཀྱིས་རྣམ་པ་དང་སྐེ་ལ་འཇའ་སྟར་སྒྲོན་ཏེ་ཚང་མ་མཉམ་སྒྲོན་གྱིས་འདྲ་སྤུར་སོགས་ཧ་ཅང་གསལ་བོར་ཐེབས་ཡོད་པ་རེད་འདུག།
ཡང་འདི་ག་རླུང་འཕྲིན་ཁང་ལ་བོད་ནས་གནོད་འཚེའི་མཁོ་སྤྲོད་བྱུང་བའི་ཁུངས་ལྡན་གནས་ཚུལ་གཞན་ཞིག་ལ་བོད་མཚོ་སྔོན་ཁུལ་གྱི་རྩོམ་པ་པོ་བསམ་གཏན་ཚེ་རིང་ལགས་ཀྱིས། བོར་བརླག་ཕྱིན་པའི་ཁམས་པའི་སྐྱ་དམག་ཅེས་རྒྱ་ཡིག་གི་ཡིག་འབྲུ་ཁྲི་ཚོ་སུམ་ཅུ་གསོབ་སྟོན་བྱས་པའི་རང་རྩོམ་ཞིག་དཔར་སྐྲུན་གནང་ལ་ཉེ་བའི་སྐབས། མཚོ་སྔོན་ཆོས་ལུགས་ལྷན་ཁང་གིས་རང་རྩོམ་དེ་བཞིན་ཆོས་ལུགས་ལྷན་ཁང་གི་བཀའ་འཁྲོལ་མེད་པར་དཔར་སྐྲུན་བྱེད་མ་ཆོག་པའི་འགྲེལ་བརྗོད་བྱས་ཏེ་དཔར་སྐྲུན་བཀག་འགོག་བྱས་འདུག་པ་མ་ཟད། རང་རྩོམ་འདིའི་ཐོག་ཞིབ་འཇུག་བྱེད་བཞིན་འདུག། ད་རེས་མཚོ་སྔོན་ཆོས་ལུགས་ལྷན་ཁང་གིས་བཀག་འགོག་བྱས་པའི་ཁམས་པའི་སྐྱ་དམག་ཞེས་པའི་རང་རྩོམ་དེའི་ནང་དོན་སྐོར་རྩོམ་པ་པོ་བསམ་གཏན་ཚེ་རིང་ལགས་ཀྱིས་འདི་གའི་གསར་འགོད་པ་ཚེ་རིང་དོན་གྲུབ་ལགས་སུ་ཞལ་པར་བརྒྱུད་ངོ་སྤྲོད་གནང་བར་གཞིགས་ན་རང་རྩོམ་དེའི་ནང་བླ་མ་ཞིག་གི་ལུང་བསྟན་ལྟར་ཁམས་ཀྱི་སྐྱ་དམག་སུམ་སྟོང་སྐོར་ཞིག་ཤར་ཏུར་ཀི་སི་ཐན་ཕྱོགས་སུ་བསྐྱོད་པ་དང་སྐྱ་དམག་དེ་དག་མཐར་ལོ་ངོ་ལྔ་བཅུ་དྲུག་ཅུའི་རྗེས་སུ་རང་གི་ཕ་ཡུལ་དུ་ཕྱིར་ལོག་བྱུང་བའི་སྒྲུང་གཏམ་གཞིར་བཟུང་སྟེ་ཁམས་པའི་སྐྱ་དམག་དང་ཁ་ཆེ་བའི་དབར་དམག་འཁྲུག་གཏམ་རྒྱུད་སོགས་གསལ་པོར་བཀོད་གནང་ཡོད་པའི་སྐོར་རྩོམ་པ་པོས་འགྲེལ་བརྗོད་གནང་བཞག་བོད་ནང་གི་གནས་ཚུལ་ཁག་ཅིག་ཞུས་ཟིན་པ་དང་ཡང་ཕྱི་ཕྱོགས་ཀྱི་བོད་པའི་གནས་ཚུལ་སྙན་སྒྲོན་ཞུ་རྒྱུ་ན། དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་བདེ་སྐྱིད་ཆོས་དབྱངས་མཆོག་ཕྱི་ཚེས་ཉི་ཤུ་ལྔ་ཉིན་ལཱ་ཏི་ཝའི་རྒྱལ་ས་རི་གྷ་ན་ཕེབས་འབྱོར་ཐོག་ལཱ་ཏི་ཝའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་ཁག་ཅིག་དང་མཇལ་འཕྲད་གནང་སྟེ་བོད་དོན་སྤྱི་དང་བོད་ནང་གི་གཟའ་གྲྭ་གནས་སྟངས་འགྲེལ་བཤད་གནང་འདུག། ལ་དེ་བས་ན་མ་དཔེ་ཁོང་ཕྱི་དྲིལ་བཀའ་བློན་མཆོག་སུད་སི་ཁུལ་གཟིགས་སྐོར་གནང་བའི་གནས་ཚུལ་ཞིག་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་རབ་གང་ཚེ་བོན་ལགས་ཀྱི་ས་གནས་ནས་བཏང་གནང་འདུག་དེ་ང་ཚོ་གཟིགས་གནང་འདུག། བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་བཀའ་བློན་བདེ་སྐྱིད་ཆོས་དབྱངས་མཆོག་ནས་ཡོ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཚོགས་པའི་ཚོགས་མི་རྣམས་དང་མཇལ་འཕྲད་ཀྱིས་འབྱུང་འགྱུར་གྱི་བདག་པོའི་གཞོན་ནུ་ཕོ་མོ་རྣམས་ནས་བོད་མིའི་སྒྲིག་འཛུགས་ལ་རམ་འདེགས་ཞུ་ཕྱོགས་ཀྱི་ཐད་ལམ་སྟོན་བཀའ་སློབ་དང་དེ་མིན་གུས་པ་གསར་འགོད་པས་བཀའ་བློན་མཆོག་དང་གཞོན་ནུའི་ཚོགས་གཙོར་བཀའ་འདྲི་ཞུས་པའི་གནས་ཚུལ་གཟིགས་ཡས་ཡོད། དེ་ཡང་སུད་སི་གྲོང་ཁྱེར་ཛུ་རིག་གི Gross Zentrum ཞེས་པའི་ཚོགས་ཁང་གི་ནང། ཡུ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཚོགས་པའི་གོ་སྒྲིག་འོག་གཞོན་ནུ་ཕོ་མོ་གཙོ་བོར་གྱུར་པའི་མི་གྲངས་བདུན་ཅུ་ལྷག་ཙམ་ལྷན་འཛོམས་ཀྱི་ཐོག་གཞོན་ནུའི་ཚོགས་གཙོས་བཀའ་བློན་མཆོག་ལ་འཚམས་ཞུའི་མཇལ་དར་ཕུལ་ཏེ་བཀའ་སློབ་དབུ་འཛུགས་མཛད་སོང། བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་བཀའ་བློན་མི་རྗེ་བདེ་སྐྱིད་ཆོས་དབྱངས་མཆོག་ནས་འབྱུང་འགྱུར་གྱི་བདག་པོ་གཞོན་ནུ་ཕོ་མོ་ཚང་མས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ཟབ་མོ་དང་ཡོངས་སུ་མཐུན་པ་བོད་ཀྱི་ཆོས་དང་རིག་གཞུང་ཉམས་པར་གསོད་བྱེད་མི་ཉམས་གོང་འཕེལ་ཡོང་ཐབས་ལ་སྔར་ལས་ལྷག་པའི་འབད་བརྩོན། དེ་དང་ཆབས་ཅིག་བོད་མིའི་སྒྲིག་འཛུགས་ཀྱི་འགྲོ་ལུགས་ལ་ཐུགས་སྣང་དང་འབྲེལ་དབུ་འོག་དཔུང་འདེགས་གནང་རྒྱུ་དེ་ཤིན་ཏུ་གལ་འགངས་ཆེན་པོ་འདུག་ཅེས་རེ་སྐུལ་གནང་སོང། Swiss གྱི་གཞོན་སྐྱེས་ཚོ་སེམས་ཤུགས་ཆུང་པོ་ཞེ་དྲག་རེད། ཨ་ནི་ང་རང་ག་བ་ཕྱིན་པའི་ན་ས་གནས་ཀྱི་བོད་མི་ཚང་མ་དུ་བྱེད་ཡག་གི་འབད་བརྩོན་བྱེད་པ་མ་ཚད་འདི་ནང་ནས་ང་རང་དམིགས་བསལ་ན་གཞོན་ཚོ་ལ་འབྲེལ་བ་ཅིག་གང་ཐུག་ཐུག་ཅིག་འདུག་ཟིམ་ཡ་ད་ང་ཚོ་བོད་དོན་དང་འབྲེལ་བའི་གི་འདུག་ཚིག་ཁ་ཤས་ཅི་ཞུ་ཡ་ང་ག་དུས་ན་འབད་བརྩོན་ཞུ་གི་ཡོད་གལ་ཆུང་པོ་མཐོང་གི་ཡོད། ཨ་དེ་འདྲ་ཡིན་ཙང་ད་གཙོ་ཅིག་ཡོ་རོབ་ནང་ད་སུད་སི་དེའི་དཔལ་འབྱོར་གི་གནས་ཚང་ཡག་པོ་རེད་ཨ་ནི་བོད་རིགས་གཙོ་ལས་ད་མི་སུད་སི་ལུང་པ་འདྲ་མཉམ་གི་སློབ་སྦྱོང་ཐོབ་ཐང་བྱོས་ཡག་རེད་གཞོན་སྐྱེས་ཚོས་ག་རེ་གནང་དགོས་འདུག་བོད་མིའི་སྒྲིག་འཛུགས་ལ་ཕན་པ། ད་གཙོ་བོ་ང་ཚོ་བོད་མིའི་སྒྲིག་འཛུགས་བདག་པོ་རྒྱབ་ཡ་དེ་གལ་ཆེན་པོ་རེད། ང་ཚོ་ད་ལྟ་པ་ཏོག་གོང་ས་མཆོག་བཀའ་དྲིན། མི་ཏོག་རྒན་པ་བཀའ་དྲིན་ང་ཚོ་སྒྲིག་འཛུགས་མང་ཤི་ཚ་ཚུར་བུ་ཅིག་ཆགས་བསྡད་བ་རེད། ད་མང་ཚོགས་ཀྱི་ད་ལྟ་པ་ཏོག་འབད་བརྩོན་གནང་པ་དེ་གཞི་ལ་བཞག་ནས་ང་ཚོ་མུ་མཐུད་ནས་གཞོན་སྐྱེས་ཚོ་ག་བ་ཅིག་ལ་ཡིན་ན་ཕྱི་རྒྱལ་ཁ་ཡིན་ན་རྒྱ་གར་ཡིན་ན་ང་ཚོ་རང་དབང་ལུང་པ་ལ་གནས་བདེ་བའི་བོད་པ་ན་གཞོན་ཚོ་ཚང་མ་བོད་མི་སྒྲིག་འཛུགས་འདི་ལ་བདག་པོ་རྒྱབ་ཡ་འདི་གལ་ཆུང་པོ་ཞིག་འདྲ་རེད་བོད་མི་སྒྲིག་འཛུགས་ཀྱི་ཕྱག་ལས་ག་རེ་གནང་པ་ཡིན་ན་ཚ་ཚུར་བུ་ཡོང་ཡ་ལ་ག་འདྲེས་རྒྱབ་སྐྱོར་བྱེད་དགོས་ཡོད་མེད་དྲི་བ་འདི་ཡིན་གཅིག་མིན་གཅིག་སླད་དགོས་དགོས་བ་རེད་བསམ་གྱི་ཡོད། ཨ་དེ་འདྲ་ཡིན་ཙང་ཕྱི་འབྲེལ་བཀའ་བློན་མཆོག་ཨན་ད་འཛམ་གླིང་གི་བོད་མི་དང་འབྲེལ་བ་ཡོད་པ་བོད་རིགས་ཡོད་པ་བོད་རིགས་ཡོད་པ་ཙམ་མེད་པའི་བོད་མི་ལ་དོ་སྣང་ཡོད་པ་འདི་འདྲའི་རྒྱལ་ཁབ་འཛམ་གླིང་ཡུལ་གྲུ་ག་ས་གར་ཆུ་རྒྱུས་གནང་གི་ཡོད་ཙང་བོད་ཀྱི་རྩ་དོན་དེ་རྒྱབ་སྐྱོར་གནང་ཡག་གི་རིན་ཐང་རེད་ཅོར་པ་ཚད་རེད་དེ་འདི་ག་འདྲ་ཅི་སླད་ཡོད་དམ། ད་ང་ཚོ་ད་ལྟ་བར་དུ་གོང་ས་མཆོག་བཀའ་དྲིན་དང་མི་ཐོག་རྒན་པ་འབད་བརྩོན་ཆེ་བ་བཀའ་དྲིན་དང་ང་ཚོ་རྒྱལ་ཁབ་མང་པོ་ཅིག་གི་བོད་དོན་རྒྱབ་སྐྱོར་ཚོགས་པ་བཀའ་དྲིན་ང་ཚོ་ད་ལྟ་བར་དུ་རྒྱབ་སྐྱོར་ཡག་ཐག་ཆོད་ཡོད་རེད་རྒྱབ་ཆོས་ཡར་བ་འདི་མུ་མཐུད་ནས་གནས་ཡ་དང་འདི་ལ་ལྷག་ག་ཡོང་ཡ་ལ་ད་ང་ཚོ་ན་གཞོན་ཚོ་ཚང་མ་ང་ཚོ་ཚང་མ་བོད་པ་ཡིན་པ་ཆ་ནས་ལས་འགན་ཅི་ཡོད་རེད་ད་ང་ཚོ་ཐང་གིས་ཞུས་པ་ནང་བཞིན་རེད་ང་ཚོ་ཆེ་རྒྱལ་ཁབ་རང་བཙན་རྒྱལ་ཁབ་ལ་གནས་བསྡད་ཡོད་པ་མི་གཅིག་དང་ང་ཚོ་ད་ལྟ་གནས་སྟངས་ཁ་ཁ་རེད་རང་བཙན་རྒྱལ་ཁབ་ཅིག་ཡོད་དུས་སོ་སོ་གི་སྒྲིག་འཛུགས་ཀྱི་འདི་བྱེད་དགོས་འདུག་གཉིས་བྱེད་དགོས་འདུག་ཟེར་ནས་འདུག་རེ་བ་ཅིག་ཞུ་ཡ་ཡོད་རེད་ང་ཚོ་ཡང་སྐྱབས་བཅོལ་སྒྲིག་འཛུགས་ཡིན་དུས་ང་ཚོ་འཐབ་རྩོད་འདི་ཚ་ཚུད་པོ་ཡོང་ཡག་འདི་སྒྲིག་འཛུགས་གཅིག་པོ་གི་ལས་འགན་མ་རེད་བོད་པ་ག་བ་གཅིག་ལ་གནས་འདོད་ཡོད་ན་ང་ཚོ་ཚང་མ་ལས་འགན་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་གྲོང་ཁྱེར་ཛུ་རིག་ནས་ཞུ་གི་ཡོད། སྔར་བོད་ཀྱི་སྲོལ་རྒྱུན་བཞིན་བོད་ཀྱི་རྒྱལ་ས་ལྷ་སར་ལྷ་ལྡན་སྨོན་ལམ་ཆེན་མོ་འཚོགས་གནང་འདུག་ཕྱི་ཚེས་ཉི་ཤུ་དྲུག་ཉིན་རྒྱ་ནག་གཞུང་འབྲེལ་ཤིང་བ་གསར་ལས་ཁང་གི་དྲ་གནས་ཐོག་གནས་ཚུལ་སྤེལ་བར་ལྟར་ན། དགེ་འདུན་པ་ཚོས་སྨོན་ལམ་གསུངས་པ་དང་རྩོད་པ་རྩོད་གནང་བ་དེ་བཞིན་དད་ལྡན་མང་ཚོགས་ཚོའི་དགོན་པར་མཆོད་མཇལ་ལ་ཕེབས་ཡོད་པའི་སྐོར་གནས་ཚུལ་བཀོད་དེ་བོད་ནང་ཆོས་དད་རང་མོས་ཡོད་ཁུལ་གྱི་དྲིལ་བསྒྲགས་སྤེལ་ཡོད་ཀྱང་རྩ་བའི་ཆར་རྒྱལ་སྤྱིའི་ནང་གི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གི་སྙན་ཐོའི་ནང་བོད་ནང་ཆོས་དད་རང་དབང་དེ་ཙམ་མེད་པ་དང་དགོན་སྡེ་ཁག་གི་ནང་རྒྱ་མིའི་ལས་བྱེད་པ་ཚོས་རྒྱལ་གཅེས་ཆོས་གཅེས་ཀྱི་མིང་ཐོག་ནས་སུན་གཙེར་ཆེན་པོ་བཟོ་བཞིན་ཡོད་པའི་གནས་ཚུལ་ཐོན་མུས་རེད། ཐའེ་ཝན་ཁུལ་བོད་ཀྱི་ལོ་གསར་སྲུང་བརྩི་ཞུས་པའི་དམིགས་བསལ་ཆིག་སྒྲིག་གི་ལེ་ཚན་ཞིག་སྒྲོལ་དཀར་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད།
ཐེ་ཝན་ལ་ཡོད་པའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་ནས། ཐེ་ཝན་ཡུང་ཧྭ་ཁུལ་གྱི་མཐོ་སློབ་ལ། ཁྱེད་ཀྱིས་སྨྲ་བཞིན་པའི་བོད་ཅེས་པའི་སློབ་ཚན་ཞིག་གཉེར་ཡོད། སློབ་ཁྲིད་གནང་མཁན་དགེ་རྒན། ལུའུ་ཧུའེ་ཅོན་ནས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བར། འདི་ནི་ཐེ་ཝན་ནང་ཐེ་ཝན་མི་མང་ནས་སློབ་ཡོན་བཏང་སྟེ་བོད་ལ་རྒྱུས་མངའ་ཤེས་རྟོགས་བྱ་འདོད་དང་བོད་ཀྱི་ཕྱོགས་ཚང་མའི་གནས་ཚུལ་ཤེས་འདོད་ཡོད་པར་བརྟེན། ཐེ་ཝན་གྱི་མཐོ་སློབ་ནང། བོད་སྐོར་ལ་སློབ་ཚན་ཁྲིད་པ་ཐོག་མ་འདི་ཆགས་ཀྱི་ཡོད་པ་བརྗོད་ཡོད། ད་རེས་བོད་ཀྱི་ལོ་གསར་སྐབས་ཐའེ་ཝན་གྱི་ཡུང་ཧྭ་མཐོ་སློབ་ལ་བོད་སྐོར་གྱི་འཛིན་གྲྭར་བསྐྱོད་མཁན་ཚོར་བོད་ཆས་བཟོ་སྟངས་དང་བོད་ཀྱི་ལོ་གསར་ལ་གྲོ་མ་འབྲས་སིལ་བཟོ་སྟངས་སོགས་ངོ་སྤྲོད་བྱས་ཡོད་འདུག། བོད་སྐོར་གྱི་སློབ་ཚན་ལ་མཉམ་ཞུགས་བྱ་མཁན་ཚོས་བོད་སྐད་ཐོག་ནས་ལོ་གསར་ལ་འཚམས་འདྲི་གནང་ཞིང། ཁྱེད་ཀྱིས་མ་ཤེས་པའི་བོད་ཅེས་པའི་འཛིན་གྲྭ་དེར་ཐའེ་ཝན་བོད་ཀྱི་དོན་གཅོད་ཁང་གི་དྲུང་ཆེ་ཟུར་པ་བསོད་རྡོར་ལགས་ནས། ཐོག་མར་ཡུང་ཧྭ་མཐོ་སློབ་ལ་འབྲེལ་བ་གནང་བའི་ཐོག་སློབ་ཚན་གྱི་འཆར་གཞི་བཟོས་ཏེ། དངོས་སུ་སློབ་ཁྲིད་ཐུབ་པ་བྱུང་བ་དང། མཐོ་སློབ་འདིར་དོན་གཅོད་ཁང་གི་སྐུ་ཚབ་དོན་གཅོད་ཟླ་བ་ཚེ་རིང་ལགས་དང། བོད་ཀྱི་ནམ་མཁའ་བཞུར་བའི་དུས་དེབ་ཀྱི་རྩོམ་སྒྲིག་པ། ལིའུ་ཧུའེ་ཅོན་ནས། དུས་ཡུན་ཟླ་བ་བཞིའི་རིང། ཁྱོན་སློབ་ཚན་ཐེངས་བཅོ་བརྒྱད་འཚོགས་ཡོད་འདུག་སློབ་ཚན་ནང་བོད་ཀྱི་ས་ཞིབ་དང། རྒྱལ་རབས་ལུགས་རྒྱུད། ཆོས་དང་སྲོལ་རྒྱུན་རིག་གཞུང། བོད་ཀྱི་སྨན་རྩིས་རིག་པ་སོགས་ནང་དོན་ཕུན་སུམ་ཚོགས་པ་ཡོད་འདུག་ལ། འཛིན་གྲྭར་མཉམ་ཞུགས་བྱེད་མཁན་གྱི་སློབ་མའི་ནང། མང་པོ་ཞིག་ནི། བོད་ལ་ཡུལ་སྐོར་དུ་བསྐྱོད་མྱོང་མཁན་དང། སྤྱི་ཚོགས་ཐོག་ཉམས་མྱོང་ཡོད་མཁན་ཡིན་དུས། དྲི་བ་ཡང་རྒྱ་ཆེན་པོ་ཡོད་པ། ལིའུ་ཧུའེ་ཅོན་ནས་མུ་མཐུད་ངོ་སྤྲོད་གནང་བར། ཁོ་ནས་གསུངས་པར། དང་ཐོག་ངའི་བསམ་པར། སློབ་མ་ཚོས་ཆབ་སྲིད་ལ་དོ་སྣང་ཡོད་ཀྱི་མ་རེད་བསམ་ན་ཡང།
སློབ་མས། ཚགས་པར་ཐོག་བཀོད་པའི་དབུ་མའི་ལམ་ཞེས་པ་འདི། གང་འདྲ་ཡིན་མིན་གསལ་པོ་ཤེས་འདོད་བྱེད་ཀྱི་འདུག་ལ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ཕེབས་ཕྱོགས་དང། དེ་བཞིན། བོད་མི། རང་ལུས་མེ་བསྲེགས་བཏང་དོན་སོགས་གནད་དོན་མང་པོའི་ཐོག་དངོས་ཡོད་གནས་ཚུལ་ཤེས་འདོད་བྱེད་ཀྱི་འདུག་ལོ་ན་དྲུག་ཅུ་རེ་བརྒྱད་ལ་སླེབས་པའི་སྐུ་ཞབས་ཚ་ཡེ་ནས་ངོ་སྤྲོད་གནང་བར།
ད་ལྟའི་གནས་སྟངས་ཐོག་ནས་ཞུས་ན། རྒྱ་ནག་དམར་ཤོག་གིས་བོད་ཀྱི་ས་ཁུལ་འདི་སྟངས་འཛིན་བྱས་ནས་ཡོད་དུས།
འཚོ་བའི་གནས་སྟངས་ཡག་པོ་མེད་པའི་ཐོག། བསམ་བློར་ཡང་རང་དབང་མེད་པ་རེད། ཡང་བོད་མི་ཉུང་ཤས་ཤིག་བཙན་བྱོལ་དུ་བསྐྱོད་དགོས་བྱུང་ཡོད་ཅེས་འགྲེལ་བརྗོད་གནང་ཞག་ཡང་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་དྲུག་བཞིའི་དོན་རྐྱེན་གྱི་དབང་གིས། སུའེ་ཀྲེན་ལ་བཙན་བྱོལ་དུ་ཡོད་པའི་རྨོ་ལིས། ཐའེ་ཝན་ལ་འཚམས་འདྲིར་འདུག་པས། ཁོང་ཡང་བོད་སྐོར་གྱི་འཛིན་གྲྭ་འདིར་གདན་ཞུས་གནང་འདུག་ལ། ཁོང་གིས་འཛིན་གྲྭ་འདི་དམིགས་བསལ་ཞིག་ཡོད་པ་དང། ཐའེ་ཝན་གྱི་མིས་བོད་སྐོར་ལ་དོ་སྣང་ཇི་ཙམ་ཡོད་མིན་སྐོར་ལ་འདི་ལྟར་ངོ་སྤྲོད་གནང་བཞག། ཐའེ་ཝན་གོ་མིན་ཏང་གི་སྲིད་བྱུས་ནང་བོད་འདི་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་ཆ་ཤས་ཤིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད། འདི་ནི་དགོད་བྲོ་བ་ཞིག་རེད། ད་ལྟ་དམངས་ཁྲོད་ནས་དོ་སྣང་བྱེད་མཁན་རིམ་པས་མང་རུ་འགྲོ་གི་ཡོད། ཐའེ་ཝན་ལ་བུ་རྒྱུད་ནང་པ་མཚོན་ན་ཁྲི་མང་པོ་ཡོད་རེད། དེ་མིན་ཡང་ནང་པ་མ་ཡིན་པའི་མི་མང་པོ་ཞིག་བཞུགས་སྒར་རྡ་རམ་ས་ལར་བསྐྱོད་ནས ྋགོང་ས་ཏཱ་ལའི་བླ་མ་མཆོག་མཇལ་ཁར་བཅར་གྱི་ཡོད། ད་ཆ་དམངས་ཁྲོད་ནས་བོད་ཐོག་དོ་སྣང་བྱེད་ཤུགས་ཆེ་རུ་འགྲོ་བཞིན་འདུག་ཅེས་འགྲེལ་བརྗོད་གནང་བཞག། གོང་ཞུས་ཀྱི་གནས་ཚུལ་ཁག་ཕྱོགས་སྒྲིག་ཞུ་མཁན་སྒྲོལ་དཀར་ཡིན། ཁ་སང་རྒྱ་གར་གྱི་སྲིད་བློན Narendra Modi མཆོག་གིས་ཆོས་ལུགས་ཕན་ཚུན་སྡང་འཛིན་བྱེད་པའི་ལམ་སྲོལ་ཡོངས་གྲགས་སྐྱོན་བརྗོད་གནང་བ་དང་སྦྲགས་ཆོས་ལུགས་དབྱེ་འབྱེད་བྱེད་པའི་ཐོབ་ཐང་སུ་ལ་ཡང་མེད་པའི་སྐོར་གསུངས། ཤར་རྒྱ་གར་གྲོས་ཚོགས་འོག་མའི་ནང་སྲིད་འཛིན་གྱི་གསུང་བཤད་ལ་ཐུགས་རྗེ་ཆེ་ཞུའི་གྲོས་གཞི་ཐོག་གྲོས་བསྡུར་གནང་བའི་སྐབས་ཀྱི་དྲི་བར་ལན་འདེབས་གནང་བའི་སྐབས་སྲིད་བློན Modi མཆོག་གིས། ཆོས་ལུགས་དང་འབྲེལ་བའི་གནད་དོན་ཐོག་ནས་དབྱེ་འབྱེད་སུས་ཀྱང་བྱེད་ཆོག་རྒྱུ་མིན་པའི་སྐོར་གསུངས་ཏེ། ཁོང་གིས་སྲིད་གཞུང་གིས་ཆོས་གཅིག་པུ་དེ་ནི་རྒྱ་གར་རྒྱལ་ཁབ་ཨང་དང་པོར་འཇོག་གནང་རྒྱུ་དེ་ཡིན་པ་དང། ཆོས་ཀྱི་གསུང་རབ་ནི་རྒྱ་གར་གྱི་རྩ་ཁྲིམས། སྨོན་འདུན་ནི་རྒྱ་གར་མི་དམངས་ཡོངས་ཀྱི་ཕན་བདེ་བསྒྲུབ་རྒྱུ་དེ་ཡིན་ཅེས་གསུངས་འདུག་མཚམས་འདིར་ད་རིང་གི་གསར་འགྱུར་སྙན་སྒྲོན་ཞུས་ཚར། ཐེངས་འདིའི་དཔྱད་གླེང་གི་ལེ་ཚན་ནང་རྒྱ་གར་ནང་འབར་རྫས་འཇམ་རྟ་ཚོགས་པའི་སྲིད་དོན་ཚོགས་པར་རྒྱལ་ཡོངས་འོས་བསྡུའི་རྒྱལ་ཁ་ཐོབ་སྟེ་གཞུང་འཛིན་གནང་བ་ནས་བཟུང་ཆོས་ལུགས་རྙོག་དྲ་ཕྲན་བུ་བྱུང་དང་འབྱུང་བཞིན་པ་གསང་རྒྱུད་བརྒྱུད་ལམ་ཁག་གི་ནང་ཐོན་པའི་གནད་དོན་སྐོར་ལ་ཚེ་བརྟན་རྣམ་རྒྱལ་ལགས་ཀྱིས་བཀྲས་མཐོང་སྐུ་ངོ་བསྟན་འཛིན་རྣམ་རྒྱལ་ལགས་སུ་བཀའ་འདྲི་ཞུས་པའི་ལས་རིམ་དེ་གསན་རོགས་གནང།
སེང་གེ་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། དེ་རིང་གི་གསར་འགྱུར་དཔྱད་གླེང་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་དཔྱད་གླེང་ནང་ལ། ཉེ་ལམ་གསར་འགྱུར་བརྒྱུད་ལམ་མང་དག་ནང་ལ་རྒྱ་གར་ནང་ལ་ཆོས་ལུགས་རྙོག་དྲ་མང་དག་ཅིག་ཡོད་པའི་གནས་ཚུལ་ཐོན་ཡོད་སྐོར་གནད་དོན་འདིའི་སྐོར་ལ་བགྲོ་གླེང་ཞུ་བས་ཡིན། ངས་བཀའ་འདྲི་ཞུ་ཡུལ་འདི་བཙན་བྱོལ་བོད་གཞུང་གི་བཀའ་བློན་ཁྲི་ཟུར་དང། དེང་ཨེ་ཤེ་ཡ་རང་དབང་རླུང་རིག་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན། བཀྲས་མཐོང་ཀོང་སྟོན་ཚེ་རྣམ་རྒྱལ་ལགས་ཡིན་བཀའ་འདྲི་ཞུ་མཁན་བཀྲས་ཚེ་རྣམ་རྒྱལ་ཡིན་བཀྲ་ཤིས་ལགས་ཀོང་ལགས་ངས་བཀའ་འདྲི་དང་པོ་ཞུ་ཡས་དུས་ཀོང་མཁྱེན་གསལ་རེད་ཉེ་ལམ་རང་མ་ཐ་ཐུ་རེ་སཱ་ནོ་བེལ་ཞི་བདེའི་བདག་ཉིད་རྒྱལ་ཡོངས་ནང་ལ་ཆེས་སྙན་པར་གྲགས་པའི་མི་སྣ་དངོས་གནས་ཚང་མས་གོང་བཀུར་འོས་པའི་མི་སྣ་གཅིག་ལ་ཨ་ནི་རྒྱ་གར་གྱི RSS Rashtriya Sevam Sevak ཞེས་པའི་རྩ་སྤྱི་ཚོགས་ཞབས་ཞུ། སྒྲིག་འཛུགས་ཀྱི་ཡོད་རིམ་པ་རེད་དེ་ལྟ་བཞིན་དུ་ལྟ་བ་མཁྲེགས་བཟུང་ཅན་གྱི་རེད་སོང་ད་དེའི་དབུ་ཁྲིད་མོ་ཧན་བྷ་གད་ད་དབུ་ཁྲིད་ཡེ་རེད་ལ་ཚོགས་གཙོ་ཡེ་རེད་ཁོང་གིས་མ་ཏེ་ཁྲུ་རེ་སག་གི་ལས་དོན་འདི་བརྒྱ་ཡོངས་རྫོགས་པ་དེ་ཆོས་ལུགས་བསྒྱུར་ཡས་ཀྱི་དམིགས་ཡུལ་བཅངས་ཀྱིས་སྤྱི་ཚོགས་ཞིབ་བཤེར་ཡོད་པ་དེ་འདྲས་སྐྱོན་བརྗོད་བཞིན་སྐོར་དེའི་ཐོག་ལ་ཁོང་དགོངས་ཚུལ་ག་རེ་གནང། ནོ་ནོ་ད་དེའི་ཐོག་ལ་ཁོ་རང་གིས་གསུངས་པ་དེ་ཕལ་ཆེར་མཐའ་གཅིག་ཏུ་བདེན་པ་རེད་ཞུ་ཐུག་མ་རེད་བསམ་པ་འདུག། དེའི་སྒང་ལ། ད་རེས་ཧིན་རྡུ་ཆོས་སྐོར་ཁོ་རང་མི་ཞེན་ཁོག་ཆེན་པོ་ཡོད་པའི་མི་སྣ་གཅིག་རེད་དེ། Mother Teresa ཟེར་མཁན་དེ་དངོས་གནས་བྱས་ན། ཧིན་རྡུ་གཙོའི་མི་བརྩི་བཀུར་ཆེན་པོ་ཞུས་དགོས་ཡ་གཅིག་རེད་ཤག་གར་བྱས་ཚེ་ཁོ་རང་ཡིན་ཡ། ཡེ་ཤུ་ཆོས་ལུགས་ཀྱི་ད་ཨ་ནི་ཆི་རེད་ཨ་ནི་སོར་ཆི། ཨ་ནི་ཁོ་རང་སོར་ཆི་ལུང་པ་ད་ཡུ་རོབ་ནང་གི་སྐྱོ་པོ་ཕལ་ཆེར་ཨལ་བྷ་ནི་ཡ་ཟེར་དེ་ནི་ཡིན་པ་ཡོད་རེད། ཨ་ནི་ཁོ་རང་ཅིག་སྒེར་དོན་དང་རང་དོན་རུ་བགྱིད་དགོས་ཡིན་ན་ལུང་པ་ཀིར་སི་ཇི་ལ་བསྡད་ནས་འབྲི་ཡ་རུ་བགྱིད། ཡིན་ནའི་ཁོ་རང་གི་ཆོས་ཀྱི་ཉམས་ལེན་ད་ཡེ་ཤུ་ཁ་ཅིག་འདི་ཡོད་རེད་ཆོས་ཀྱི་ཉམས་ལེན་གཙོ་བོ་དེ་སྐྱོ་བོ་ད་ཨ་ནི་ནད་སྦྱོང་ལ་ཨ་ནི་ཞབས་ཕྱི་ཞུ་དགོས་རེད་ཟེར་ཡ་ཅིག་ད་དངོས་གནས་དཀོན་མཆོག་ད་ཡེ་ཤུ་གི་ད་ག་སོ་རེད་ཐབས་ལམ་ལ་འགྲོ་གི་ཡིན་ན་སྐྱོ་བོ་ད་ནད་པ་ལ་ཞབས་ཕྱི་ཞུ་དགོས་རེད་དེ་འདྲ་ཡིན་ཙང་མ་ད་ཁྲི་རི་སི་སི་ངེད་ཁོ་རང་སྔས་མ་ནས་ད་རྒྱ་གར་ཕེབས་རྒྱ་གར་ལུང་པ་སྐྱོ་པོ་ཕྱིར་ངོས་འཛིན་གནང། དེའི་ནང་ནས་སྐྱོ་པོའི་ནང་ནས་སྐྱོ་ཤོས་དག་ཀལ་ཀ་ཏཱ་ནང་གི་ས་ཆ་སྐྱོ་པོ་ཕྱི་ནང་བཞུགས་རྗེས་ནད་པ་དག་རྒན་འཁོགས་བྱེད་ཅིང་གཟིགས་པར་ཁོ་འདི་ད་ཅི་སྟངས་ང་ཚོའི་འོང་བ་རེད་ད་ཡེ་ཤུ་ཨ་ནི་ཅིག་གི་ཁོ་ཆོས་ལུགས་བསྒྱུར་ཡག་ལ་ལབ་ཐུག་པར་བལྟས་དངོས་སུ་ཁོ་རང་གིས་གར་བྱས་པ་དེ་ད་ཡོངས་གྲགས་དངོས་གནས་ཤི་རྔན་མ་འགོག་བ་རེད། ཀལ་ཀ་ཏཱ་ནང། སྐྱོ་པོ་དབུལ་ཕོངས་བཞི་བོ་དེ་ཚོ་ཁོ་རང་གི་བེད་ཞབས་ཞུ་ཞུ་དགོས་རེད་ཞུས་པས་མ་ཚད་དེའི་ནང་ནས་སྐྱོ་པོ་རྒན་མགོ་ཁ་ཅིག་དག་ནི་ཚེ་མ་ཚོགས་པོ་དང་ནད་པ་ཡིན་ནའི་འདྲ་ད་ལོ་རྒས་ཀྱི་ཡོད་ནའི་འདྲ་བས་ཉིན་ལྟར་རེ་བཞིན་པའི་བཟོ་ཁོ་འཁྲུ་ཡ་མན་ཆད་ནས་བྱས་མཐའ་མ་ཕུང་པོ་མན་ཆད་ཨེན་པའི་གྲོང་ཚ་དུས་གཙང་མ་བཟོ་ཡ་ད་དེ་འདྲས་ད་དེ་འདྲས་བཟོ་རེ་དེ་འདྲས་ད་ཕལ་ཆེར་ངས་ནི་ནང་པའི་གྲྭ་པ་དང་བླ་མའི་རྣམ་པ་ངས་མཐོང་མ་མྱོང། ཡིན་ནའི Mother Teresa ཀྱང་ལོ་མང་པོ་འདི་ན་མ་རེད། ལ་རེད། དེ་འདྲ་བཀའ་གདམས་གཞི་བཟུང Mother Teresa གིས་སྤྱི་ཚོགས་ཞབས་ཞུ་གནང་ཕྱོགས་དེའི་ཐད་ལ་འཛམ་གླིང་ཆེ་དགུ་ཡོངས་ནས་ཡི་རང་བསྔགས་བརྗོད་ཞུས་རྗེས་གཅིག་སྟོང་དགུ་བརྒྱ་དོན་བཅུ་དོན་དགུའི་ལོར་ལ་ནོ་བེལ་ཞི་བདེའི་གཟེངས་རྟགས་དེ་ཕུལ། དེའི་རྗེས་ལ་རྒྱ་གར་གྱི Bharat Ratna ཞེས་པའི་དེའི་ཟླ་བཞི་བཅུ་ཞེ་བདུན་ལོར་ལ་རྒྱ་གར་རང་བཙན་ཐོབ་ནས་བཟུང་མི་གྲངས་གནད་ཡོད་བཞི་བཅུ་ཞག་གསུམ་ལ་མ་གཏོགས་ཕུལ་མེད་པ་འདྲ། དེ་འདྲའི་ཕུལ་རྗེས་རྒྱ་གར་གྱིས་དེ་ཆེ་མཐོང་ཞུ་ཞུས་པ་རེད་སོང་ཟིན་རྗེས་སོང་ཙང་ད། དཔེར་ན་ཁོང་ལས་ཨེ་ནས་ཅིག་གི་རྩ་བའི་ཕུགས་བསམ་དེ་དམིགས་ཡུལ་ངན་པ་ཅིག་བཅང་གི་འདུག་གདོང་ཐོག་འདི་འདྲའི་གི་སྐྱོན་བརྗོད་གནང་ཡོང་དུས་ཡང་འགའ་ཤས་ཀྱི་གསུང་ཡ་བྱས་པས་ན་བར་ཁྱད་འཇམ་ཐབས་ཕག་རི་ཐང་དུ་སྲིད་བློན་ན་ར་འདིར་མོ་དི་གིས་གཞུང་འཛིན་གནང་པའི་སྲིད་དོན་ཚོགས་པ་དེ་ལ་སྔ་ལོ་ཕྱི་ཟླ་ལྔ་པའི་ནང་ལ་རྒྱལ་ཡོངས་འོས་བསྡུ་ཐོབ་ཅིང་གཞུང་བཙུགས་པ་སོང་ཙང་དེ་ནས་བྱས་རྗེས་ཡང་ཆོས་ལུགས་ཁ་ཆེ་རེད་ཡེ་ཤུ་རེད་ནང་པ་དེ་ཚོའི་ཐོག་ལ་སྡང་ཟུག་ཆེ་རུ་ཕྱིན་སོ་སོ་བྱས་དེ་འདྲའི་གསུང་མཁན་རིགས་གཅིག་འདུག་དེའི་ཐོག་ལ་སྐུ་ངོ་དགོངས་ཚུལ་གསལ་ལ། ད་དེའི་ཐོག་ལ་ད་ལྟ་གསུམ་དེ་དངོས་འབྲེལ་རེད་ད་ལྟ་རྒྱ་གར་སྲིད་བློན་གསར་པ་ན་རེན་དར་མོ་དི་ཁོ་རང་ཆབ་སྲིད་ཀྱི་ལས་འགུལ་འཕེལ་ས་དེ་ད་ལྟ་ཨར་ཨེར་སེ་སེ་ཚོགས་པ་དེ་རེད་དུ་ཨང་ཚོགས་པ་དེ་གཅིག་རྒྱ་གར་རྒན་ཡོལ་ལ་དང་བླངས་ཀྱི་ཞབས་ཕྱི་ཞུ་ངེས་ཀྱི་རུ་ཁག་བྱས་རྗེས་རྒྱ་གར་རྒྱལ་ཁབ་ལ་ཞེན་ཁོག་ཆེན་པོ་ཨང་འདི་དེར་བསྒྲགས་ནས་རྒྱ་གར་གྱི་ད་རིག་གཞུང་རྙིང་པ་ཆོས་རྙིང་པ། འདི་བས་གཙོ་སིམ་ཡ་གི་དེ་འདྲས་བཤད་བྱེད་ལྟ་བ་དུ་ཡོད་རེད་དེ་འདྲས་ཡིན་ཙང། འདས་པའི་ལོ་རྒྱུས་ནང་ད་ལོ་རྒྱ་གར་རང་བཙན་བྱས་པ་ནས་བཟུང་སྟེ་ཧིན་རྡུ་གི་ཚོགས་པ་དེ་ཚོ་བལྟས་ཚེ་ཆོས་ཆོས་ཕྱོགས་དང་ལྟ་བ་ཕྲག་པོ་འདུག་ཞེས་བཤད་ཀྱི་བ་རེད། ད་ག་ནང་བཞིན་སྲིད་འཛིན་མོ་དི་སྲིད་འཛིན་མ་མ་གནང་གོང་ལ་གུ་ཇུ་རཱག་མངའ་སྡེའི་སྤྱི་ཁྱབ་ན་དུས་ད་ཧིན་རྡུ་དང་ཁ་ཆེའི་ཆོས་ལུགས་ཀྱི་ཆོས་ཀྱི་རྙོག་དྲ་བྱུང་རྗེས་མི་མང་པོ་བསད་པར་གཟིགས་པ་རེད་པ་དེ་ཚོ་ཚང་མ་དངོས་འབྲེལ་རེད། ཨ་ནི་ཕྲན་བུ་ཁོ་རང་ཧིན་རྡུ་ལྟ་བ་ཡོད་པ་དེ་གསལ་པོ་ཞིག་གྲགས་རེད་མ་གཞི་དེའི་སྦས་གསང་དེ་ག་ཡོག་མ་རེད་ད་ཡིན་ནའི་རྒྱལ་ཁབ་གཅིག་གི་སྲིད་བློན་འདི་ནང་ནས་རྒྱལ་ཁབ་ཆེན་པོ་གཅིག་གི་སྲིད་བླིན་ཡོད་དུས་ད་ཆོས་ལུགས་ད་དེ་འདྲའི་མ་མཐུན་པའི་སྒང་ལ་ད་མདོའི་ག་སོ་ར་ཆ་ཆང་ཡག་སོ་དེ་འདྲའི་ད་རྩ་བ་ཉན་ཡོང་སྲིད་གི་མ་རེད་བསམ་ཏེ་ཁོ་རང་མི་ཁོ་རང་སྲིད་བློན་ནང་པའི་སྐབས་རྒྱ་གར་ཡ་རྒྱས་འགྲོ་ཡག་ལྷིང་པོ་ཡོང་ཡག་དེ་གཙོ་ཟིམ་གནང་གི་རེད་བསམ་གི་འདུག་ད་ཡིན་ནའི་ཆོས་ལུགས་གཞན་པ་ད་འགོ་བྱེད་གི་བར་ཟེར་ཡག་དེ་ད་དཔེ་མཚོན་རུབ་དེ་ད་ད།

Narendra Modi མཆོག་གིས་ད་ཧིན་རྡུ་ལྷ་ཁང་མེར་སྲེག་བཏང་དུས་སུ་ཨ་ནི་ད་ག་ནང་བཞིན་གྱི་བཙན་ཤེད་ཐོག་ནས་ཁ་ཆེ་དེ་འདྲས་ཡང་ཧིན་རྡུ་ཆོས་ལུགས་ཚུར་བསྒྱུར་བ་དང་དེ་འདྲས་བྱུང་ཡོད་རེད་ཡིན་ན་ཡང་ཨ་འདིའི་ཐོག་ལ་མ་ཡོངས་ཁྱབ་ཀྱི་ཐོག་ནས་གསུང་འཕྲིན་སོར་བསྩལ་བྱས་ད་བདེ་འཇགས་སྒོ་རེད་ཆོས་ལུགས་རང་དབང་ཚང་མ་ཐོབ་ཐང་གཅིག་གྱུར་སྒོ་རེད་དེ་མ་གནང་བ་བྱས་ཅེས་དོན་དག་ཁ་ཤས་ཞུ་རེད་དེ་ཞུ་སྟངས་འདི་ལ་ཡང་ཁྱོད་འགྲིག་མི་འདུག་ཨ་ནི་རྙོག་དྲ་དེ་ག་ཚོད་ཡོད་དུས་འཕྲལ་མ་ཉུལ་དུ་མི་སྲིད་བློན་གྱིས་མ་བཀོད་ཁྱབ་གནང་དགོས་གསུངས་དེ་འདྲའི་རིགས་ཤིག་འདུག་དེའི་ཐོག་ལན་གོང་གོང་ཚིག་གནང། ད་དེའི་ཐོག་ལས་འདི་རེད་ད་རྔམ་བརྗིད་མ་བྱེད། ང་ཚོས་བལྟས་པ་ཡིན་ན་སྲིད་བློན་འགས་ཆོས་ལུགས་པ་ར་མཐུན་སྒྲིལ་ཡོང་ཡག་དེ་གནང་གི་རེད་བསམ་གྱི་འདུག་ཨ་ནི་ད་ལྟ་གསུངས་པ་ནང་ཤེས་རེད་ལྡི་ལི་རྒྱལ་སའི་ཁུལ་ལ་ཡེ་ཤུ་ལྷ་ཁང་ཁ་ཤས་གཏོར་སྐྱེན་ཕྱིན་པ་རེད་ཟེར་ད་དེ་རྒྱ་གར་རྒྱལ་ཡོངས་ཀྱི་མིའི་ལུས་རྒྱུད་ཤི་ངལ་གཙོས་ག་རེ་བཏགས་རེད་ཟེར་ན་ཡེ་ཤུ་ཆོས་དེ་གཅིག་བྱེད་དུས་རྒྱ་གར་ནང་ལ། ཐོག་མར་བྱུང་པའི་ཆོས་ལུགས་ཅིག་མ་རེད། ཡིན་ནའི་དངོས་གནས་བྱས་ན་འཛམ་བུ་གླིང་ནང་ལ་ཡེ་ཤུ་ཆོས་ལུགས་སྔར་ཤོས་དར་ཚད་ཕྲན་ཙིག་དང་ཁ་གཅིག་ཡིན། གར་བྱས་ཚེ་ནི་ཡེ་ཤུ་ཞུ་བའི་སྐར་ཁོ་རང་སློབ་མ་གཙོ་བཅུ་གཉིས་ཡོད་རེད། ཨ་ནི་ཡེ་ཤུ་ད་དགོངས་པ་རྫོགས་པའི་རྗེས་ལ་སློབ་མ་གཅིག་རྒྱ་གར་ཕེབས་རེད་རྒྱ་གར་ཀེ་རེ་ལ་ཁུལ་ལ་ཡི་དེ་ན་ནས་ཐོག་མར་ཞུ་ངེས་ཕེབས་རྗེས་ཨ་ནི་དེ་དུས་ནས་ཡེ་ཤུ་དར་བ་རེད་ཟེར་དུས།

རྒྱ་གར་གྱི་སྲིད་བློན་གྱི་རྩ་བའི་ཡེ་ཤུ་ཆོས་ཚོགས་ཅིག་གི་ཐོག་ལ་གདན་འདྲེན་ཞུ་བའི་གཞི་བཟུང་འཕེལ་ནས་ད་ཆོས་ལུགས་རང་དབང་དང་སྲུང་སྐྱོབ་དུ་ཚོགས་གནང་གི་ཡིན་ཞེས་ཀྱི་གསལ་པོ་ཞུ་བའི་གསུང་ཡོད་དེ། ད་ཡིན་ན་ཡང་རྒྱ་གར་གྱི་རྩ་ཁྲིམས་ནང་ལ་ཆོས་ལུགས་རིས་མེད་ཞེས་ཀྱི་འཁོད་ཡོད་དུས། ད་ད་ལྟ་དངོས་ཡོད་གནས་ཚུལ་ལ་རྒྱ་གར་ནང་ལ་ཆོས་ལུགས་རྙོག་དྲ་དེ་མང་པོ་ཞུ་བཅུག་ཡོང་གི་འདུག་སོང་ད་ད་རྩ་ཁྲིམས་ནང་ལ་འཁོད་པའི་གཞི་བཟུང་ལག་བསྟར་ཡོང་གི་མེད་པ་དེ། ཡང། རྒྱ་གར་དབུས་གཞུང་དེ་གཟིམ་མཁན་གྱི་སྲིད་དོན་ཚོགས་པ་དེ་སུ་ཡིན་མིན་དེའི་ཐོག་ལ་ཡང་ཁྱད་པར་ཆེན་པོ་རེ་ཞིག་འགྲོ་གི་ཡོད་པའི་དགོངས་གཟིགས་ཡོད་ན། ནི་རེད་ད་དེ་ཁྱད་པར་དང་ཏན་ཏན་འགྲོ་གི་རེད་བསམ་གྱི་འདུག་ཡིན་ནས། རྒྱ་གར་རང་བཙན་བྱུང་མ་ནས་བཟུང་སྟེ། ཆོས་ལུགས་ཀྱི་རྒྱ་གར་གཞུང་གི་འཛིན་སྐྱོང་ཐོག་ནས་ཆོས་ལུགས་དབྱེ་འབྱེད་བྱས་རྗེས་ཆོས་ལུགས་གཅིག་ལ་ཡག་ག་དང་གཅིག་གནོད་པ་རོགས་དེ་འདྲའི་ཐད་རྒྱ་གར་གྱི་ད་ནི་ཉེ་བའི་ཆར་རྒྱལ་རབས་ནང་བྱུང་ཡོད་མ་རེད་བསམ་པ་འདུག། དེ་ནས་དཔེར་ན་ཆོས་ལུགས་རང་ཡང་བེད་སྤྱོད་བཏང་རྗེས་ཆབ་སྲིད་ཀྱི་དཔེར་ན་རྒྱལ་ཡོངས་འོས་བསྡུ་ཐོབ་ཐབས་དང་དེ་འདྲས་ཆིག་འདུག་ཟེར་རྗེས་ཡང་སྐྱོན་བརྗོད་ཅིག་གསར་འགྱུར་བརྒྱུད་ལམ་ནང་དེ་འདྲས་ཐོབ་ད་འདི་འཕྲད་འབུལ་ཡོད་རེད་དཔེར་ན་ད་ལྟ་སུམ་ནང་བཞིན་སྲིད་འཛིན་མོ་དི་བི་ཇེ་པི་ཚོགས་པའི་ཡིན་པའི་ཆ་ནས་ཚོགས་པ་དེའི་ནང་ལ་མང་པོ་ཅིག་ཧིན་རྡུ་ཆོས་ལུགས་ལྟ་བ་ཤུགས་ཆེན་པོ་ཡིན་པ། ཡང་ཀོང་ཀྲེས་པར་ཏི་ཞེས་ད་ནང་ལ་མི། གུ་ཡངས་ཆོས་ལུགས་ཐོག་གུ་ཡངས་ཡོད་ཙང་རྒྱ་གར་ནང་གི་ཁ་ཆེའི་ཆོས་ལུགས་མང་པོ་ཅིག་ཡང Congress Party ནང་ལས་འཛོལ་བསྡད་པ་རེད། ད་གང་ལྟར་རྒྱ་གར་ནང་ཆོས་ལུགས་འདི་གཞུང་གི་ཐོག་ནས་དབྱེ་འབྱེད་མེད་པ་འདི་ད་ལྟ་གསུངས་ནང་བཞིན་རེད་རྩ་ཁྲིམས་ནང་ལ་ཐོག་མར་རང་བཙན་བྱས་པ་དང་རྩ་ཁྲིམས་གསར་པ་བཙུགས་དུས་རྒྱ་གར་གཞུང་གི་སྲིད་གཞུང་འདི་ཆོས་ཀྱི་བའི་སྲིད་གཞུང་མེད་སྲིད་གཞུང་གཙང་མ་ཡིན་ཟེར་གྱི་བྱུང་བ་རེད། རྒྱ་གར་ནང་ལ་ཆོས་ལུགས་མཐུན་སྒྲིལ་ཡོང་བའི་ཆེད་དུ་རྒྱ་གར་གཞུང་གི་གནང་ཕྱོགས་རེ་དེ་ག་འདྲས་ཅིག་གནང་དགོས་ཀྱི་འདུག། ད་རྒྱ་གར་གཞུང་གི་ད་ལྟ་བར་དུ་གནང་མི་གནང་བཞིན་རྒྱ་གར་གཞུང་གི་ཆོས་ལུགས་ནང་ལ་ཕྱོགས་ཟིན་གནང་ཡ་བའི་ཆེད་དུ་སྲིད་བྱུས་ནང་ལས་ཡོད་མ་རེད་རྩ་ཁྲིམས་ནང་ནས་གནང་ཆོག་གོ་མ་རེད། ད་ལྟ་བར་དུ་རྒྱ་གར་དབུས་གཞུང་གི

གཅིག་བྱས་ན་རྒྱལ་ཁབ་སྤྱི་ཚོགས་ཞན་པ་དེ་མི་འདྲ་གཅིག་ནས་སྤྱི་ཚོགས་རྙིང་པ་ཡིན་པ། གཉིས་ནས་རྙིང་པ་ཡིན་པར་མ་ཟད་ད་གེ་རེབ་ཀླུ་ཡུལ་སྔ་ཕྱི་བར་གསུམ། ཆོས་ལུགས་དང་ལྟ་བ་ཟེར་ཏེ་ད་འདྲ་མི་འདྲ་མང་པོ་ཞི་བ་བྱུང་བ་རེད་དེ་འདྲ་ཡིན་ཙང་རྒྱ་གར་གྱི་ཆོས་དང་ལྟ་བ་གི་ཁོག་པ་དེ་ཆེན་པོ་ཞི་བ་བྱུང་བ་རེད་ཟེར་གི་རེད། དེ་ཡོད་པས་ད་དཔེ་མཚོན་རེ་ཞུས་བས་ན་དཔེ་ན་ང་ཚོའི་བོད་པ་ཚོས་མཁྱེན་གི་རེད། དཔེ་ན།

ཆོས་ལུགས་མཐུན་འབྲེལ་དང་ད་ག་ནང་བཞིན་གྱི་ཆོས་ལུགས་རྙོག་དྲ་དེ་འཛམ་གླིང་གི་ས་ཁུལ་མང་དག་ནང་ལ་ཡོད་རེད་གནད་དོན་དེ་ཞི་རགས་ཀྱི་གཏིང་ཟབ་པོ་དེ་རེད་ཡིན་ན་ཡང་དེ་རིང་དུས་ཡུན་ཐུང་ངུའི་ནང་ལ་བཀའ་འདྲི་ཞུ་བའི་གོ་སྐབས་ཅིག་བྱུང་སོང་གོ་སྐབས་གནང་བར་ཐུགས་ཆེ་ན་ཐུགས་ཞི་ལེགས། ཁོང་བསྟན་འཛིན་རྣམ་རྒྱལ་ལགས་དང་ཚེ་བརྟན་རྣམ་རྒྱལ་ལགས་རྣམ་པ་གཉིས་ཐུག་ཆད་ན། བོད་ཀྱི་གནའ་རབས་དང་དེང་དུས་ཀྱི་གླུ་གཞས་ལས་རིམ་དེའི་སྤྱན་འབུལ་ཞུས་ཆེད་ད་རིང་གི་གཉེན་སྒྲིག་ལས་རིམ་དེ་མཇུག་བསྡོམས་ཞུ་རྒྱུ་ཡིན་པས་རྣམ་པ་ལྷན་རྒྱས་ལ་བོད་ཀྱི་ཟློས་གར་ཚོགས་པས་འཁྲབ་སྟོན་གནང་པའི་རོལ་གཞས། ལྷ་ས་ཁྲ་མོ་འདེམས་སྒྲིག་ཞུས་ཡོད་རྒྱ་ཆེའི་གཟིགས་མོ་བ་ཡོངས་ནས་གྱེས་གཟིགས་ཡོང་བ་ཞུ། རྣམ་པ་ཚོས་ང་ཚོའི་གཉེན་སྒྲིག་ལས་རིམ་ལ་ཐུགས་སྣང་གནང་བར་ཐུགས་རྗེ་ཆེ་ཡང་ཐེངས་རྗེས་མ་བསྐྱར་དུ་མཇལ་ཡོང་བཀྲ་ཤིས་བདེ་ལེགས།